དེ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་དོན་དུ་ཐོབ་བྱ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་སྐུ་མ་དམ་པ་ཅི་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ་གསུང་རབ་རྣམ་པར་དག་པ་ལ་ཚུལ་བཞིན་དུ་འཇུག་པར་བགྱིའོ་སྙམ་པའི་བསམ་པ་བྱང་ཆུབ་མཆོག་ཏུ་ལེགས་པའི་ས་ལམ་ལས་སེམས་པར་ཞུ། དེ་ལ་འདིར་གང་ཞིག་སེམས་པར་བྱ་བའི་ཆོས་ནི། འོད་དང་མཐའ་རྣམ་པར་འབྱེད་པའི་བསྟན་བཅོས་དེ་ཉིད་ཞུ་བར་བྱེད་པ་ལ་ཐོག་མཐའ་བར་གསུམ་གྱི་དགེ་བའི་རྒྱན་ཡོད་པའི་ནང་ནས་བར་དུ་དགེ་བ་གཞུང་གི་དོན་བཤད་པ། དེ་ལ་དོན་རྣམ་པ་བདུན་ཡོད་པའི་ནང་ནས་དེ་ནས་ད་ལྟ་བདུན་པ། ཐེག་པ་བླ་ན་མེད་པ་སོགས་ཡང་དག་ཐེག་ཞུ་བར་བྱེད་པའི་སྐབས་རེད། དེ་ནས་ཐེག་པ་བླ་མེད་དེ་ལ། ད་ལྟ་འདི་སྒྲུབ་པ་བླ་ན་མེད་པ་དང་དམིགས་པ་བླ་ན་མེད་པ་དང་སྒྲུབ་པ་བླ་ན་མེད་པ་སོགས་རྣམ་པ་གསུམ་ཡོད་པའི་ནང་ནས། དེ་ད་ལྟ་སྐབས་སུ་བབ་པ། ད་ལྟ་འདི་སྒྲུབ་པ་བླ་མེད་སོགས་ཡང་དག་དེའི་སྐབས་ནས་ཡིན་པ་རེད། ད་བགྲོད་པ་བླ་ན་མེད་པ་དེ་ལ་ཡང་དེ་ནས་བགྲོད་པ་རྣམ་པར་གྲོལ་ཟེར་ན་ད་ཁ་སང་གོང་དུ་གསུངས་པར་བ་དེ་ཡིན་དུ་ཙང་ནས་དེ་ནས་བགྲོད་པ་རྣམ་དྲུག་གི་ནང་ནས་དམ་པའི་བགྲོད་པ་དང་ཡིད་བྱེད་ཀྱི་བགྲོད་པ་དང་འོ་ད་རྗེས་སུ་མཐུན་པའི་ཆོས་སྒྲུབ་པའི་བགྲོད་པ་ཟེར་ཡང་ད་དེ་འདྲ་བོ་གསུམ་པ་ཡན་ཆད་གོང་དུ་ཞུས་ཟིན་པ་ཡིན་པར་ད་དེ་རིང་འདི་ནས་མ་དེ་ནས་མཐའ་གཉིས་སྤང་བའི་བགྲོད་པ་ཟེར་ཡང་ད་དེ་བཤད་ཡོང་གི་ཡོད་རེད། དང་མཐའ་གཉིས་སྤང་བའི་བགྲོད་པ། དེ་ཤེས་པ་ལ་དེ་ནས་ད་ལྟ་འདི་དག་བགྲོད་པ་དེ་འདྲའི་བསྡུས་ཚན་མི་འདྲ་བ་ཁག་གཉིས་ཡོང་གི་ཡོད་དེ་རྣམས་ལས་དེ་ནི་དང་པོ་བསྡུས་ཚན་དང་པོ་དེ་དེ་ནི་མ་གསུངས་དགོས་ས་རེད་དེ་རེད། ཐ་དད་པ་དང། གཅིག་མཐའ་དང། མུ་སྟེགས་ཉན་ཐོས་གཉིས་ཀ་དང་གང་ཟག་ཆོས་ལ་སྒྲོ་འདོགས་དང། སྐུར་འདེབས་མཐའ་རྣམ་གཉིས་གཉིས་དང་ཞེས་པ་ལ་སོགས་པ་གསུངས་ཏེ། ད་དེ་འདྲ་བྱས་ཡོད་འདུག་ཚང་ནས་མཐའ་གཉིས་སྤང་བའི་སྒྲུབ་པ་གསུངས་འདུག་ཚང་ནས། ད་ནི་ཐིགས་པ་ཆེན་པོའི་གི། ད་ནི་ལམ།

དེ་ནི་ལྟ་བའི་གི་ཆ་ནས་གཙོ་བོ་བྱས་ནས་སོང་ཡོང་གི་ཡོད་ས་རེད། ད་དེ་ནས་ཐེག་པ་ཆེན་པོའི་གི་སྒྲུབ་པ་དེ་ལ་དང་པོ་ད་མཐའ་བཅུ་བཞི་ད་བྱ་བ་དེ་འདྲ་གཅིག་ཡོད་བསྡད་ཀྱི་ཡོད་རེད་དེ་མཐའ་བཅུ་བཞི་པོ་དེ་སྡེ་ཚན་ཁག་གཉིས་ལ་བགོས་ཡོང་འདུག་ད་ནི་དེ་ནི་ད་ལྟ་འདི་མཐའ་བྲལ་བདུན་རེའི་མདུན་ལས་བཤད་ཡོང་གི་ཡོད་རེད་དེ་ནང་ནས་དང་པོ། བདག་དང་ཕུང་པོ་ཐ་དད་པར་ལྟ་བའི་མཐའ་དང། དེ་གཉིས་གཅིག་ཏུ་ལྟ་བའི་གི་མཐའ་དང་སོང་རེད་ད་དེ་སོང་དུས་ཚང་ནས་འདི་སྤྱི་དང་བར་གྲུབ་མཐའ་འདྲ་བོ་ཅིག་ལ་སྦྱར་བཞག་པ་ཡིན་ན། བདག་ཕུང་ཐ་དད་དུ་བལྟ་བ་དེ། ཕྱི་རོལ་མུ་ཏིག་གྲངས་ཆེན་པ་ལྟ་བུ་དེ་རེད། གྲངས་ཆེན་པ་འདྲ་ཅིག་ཡིན་ན། དེ་ནི་ཕུང་པོ་ལས་དོན་གཞན་དུ་འཁྲུལ་བའི་དེ་ནི་རྟག་གཅིག་རང་དབང་ཅན་གྱི་བདག་དེ་འདྲ་ཅིག་ཡོད་པར་བལྟ་ཡོང་གི་ཡོད་རེད་དེ་བྱེད་དུས་ཚང་ནི་བདག་དང་ཕུང་པོ་ཐ་དད་པར་བལྟ་བའི་གི་དག་དེ་འདྲ་ཅིག་དང། དེ་ནི་དེ་གཉིས་གཅིག་ཏུ་བལྟ་བ་དེ་ད་ལྟ་འདི་དང་རང་སྡེ་ནང་པའི་གི་གནས་མ་བུའི་བདེ་བ་ཟེར་ཡ་དག་དེ་ཡིན་པ་རེད་གནས་མ་བུའི་བདེ་བའི་གི་ནང་ལ་དེ་ནི་ས་འགྲོ་ད་ལྟ་འདི་མ་མགུར་བདེ་བ་ཟེར་ཡ་དེའི་ནང་ལ། ས་སྒྲོག་སྡེ་བ་དང་ས་སྲུང་སྡེ་བ་དང་གནས་མ་བུ་སྡེ་བ་སོགས་ད་དེ་འདྲ་ཡོད་རེད་གསུངས་མྱོང་འདུག་དེ་བྱེད་དུས་ཚང་ནས་ད་ལྟ་འདི་ད་ནས་ས་སྒྲོག་དང་ས་སྲུང་གཉིས་འདྲ་བྱས་ཡིན་ན་ཕུང་པོ་ལྔ་ཆར་གདགས་ས་སྒྲོག་སྡེ་བ་གིས་ཕུང་པོ་ལྔ་ཆར་གདགས་འདོད་པ་ལྟ་བུ་ས་སྲུང་སྡེ་བ་གིས་རྣམ་པར་ཤེས་པའི་ཕུང་པོ་གཅིག་པུ་གདགས་འདོད་པ་ལྟ་བུ་དེ་ནས་གནས་མ་བུ་སྡེ་བ་དེ་གིས་བརྗོད་དུ་མེད་པའི་གདགས་འདོད་པ་ལ་སོགས་པ་ལྟ་བུ་དེ་འདྲ་བྱེད་ཀྱི་ཡོང་གི་ཡོད་རེད་ད་ཕུང་པོ་འདྲ་བྱས་ཡིན་ན་དེ་ནས་ད་ལྟ་འདི་ད་ཕུང་གཅིག་ཏུ་ལྟ་བའི་གི་མཐའ་ཟེར་ཡག་དེ་རེད་ད་དེ་ཡིན་དུས་ཚང་ནས་ཐིགས་པ་ཆེན་པོའི་གི་བགྲོད་པ་འདྲ་བྱས་ཡིན་ན། མདའ་དཔུང་མཐའ་དད་དུ་ལྟ་བའི་གི་མཐའ་དད་དང། མདའ་དཔུང་གཅིག་ཏུ་ལྟ་བའི་གི་དེ་ནི་མཐའ་འཕྲོ་བ་གཅིག་ཡིན་དགོས་རེད་ཟེར་ཡ་ད་དེ་འདྲའི་གི་མཐའ་གཅིག་རེད། དེ་གཉིས་ལས་འཕྲོ་བ་གསུངས་རེད། དེ་ནས་དེའི་གཞན་དུ་གཟུགས་རྟག་གོ་ཞེས་པ་མུ་སྟེགས་ཅན་གྱིས་བཏགས་པའི་གི་མཐའ་དང། མི་རྟག་གོ་ཞེས་བྱ་བ་ནི་ཉན་ཐོས་ཀྱིས་བཏགས་པའི་མཐའ་དེ་གསུངས་ད་དེ་བྱེད་དུས་ཚང་ནས། དེ་ནས་ད་ལྟ་འདི་ད་ཡང། རྟག་པ་དང་མི་རྟག་པའི་གི་མཐའ་ཟེར་ཡ་དེ་རེད། རྟག་པ་དང་མི་རྟག་པའི་མཐའ་གསུངས་དུས་ཚང་ནས་གཟུགས་སོགས་རྟག་པར་འཛིན་པ་དེ་མུ་སྟེགས་ཀྱིས་འདོད་པའི་གི་མཐའ་དེ་འདྲ་ཅིག་རེད་འདོད་ཡོད་རེད། དེ་ནང་བཞིན་དུ་དེ་ནས་ད་ལྟ་ད་འདི། གཟུགས་སོགས་བརྟག་གཟུགས་སོགས་ཟེར་ཡང་འདི་ཙམ་ནས་གཙོ་བོ་བདག་གིར་བས་ཀྱི་དངོས་པོ་དེ་ཚོ་ཟེར་གི་ད་གཟུགས་སོགས་བརྟག་པ་ཟེར་ཡང་འདི་དཔེར་ན། གྲངས་ཅན་དཔེ་གྱི་གྲུབ་མཐའི་ནང་ལ་སྤྱི་དང་དེ་ནས་ད་ལྟ་འདི་ད་མི་རྟག་པའི་རྣམ་གཞག་དེ་འདྲ་གཅིག་ཡོང་གི་ཡོད་རེད། ཡིན་ན་ཡང་དེ་འདྲའི་གི་མི་རྟག་པའི་རྣམ་གཞག་དེ་ཚོ་ལ་ང་ཚོ་ནང་པའི་གི་དེ་ནས་གྲུབ་མཐའ་གཅིག་གི་ངོས་ནས་བར་བཏགས་ཡོད་འདུག་ཙང་ནས་ཕལ་ཆེར་རྟག་པ་འདྲ་བོ་གཅིག་ཆགས་ཡོང་གི་ཡོད་རེད་བ་གང་ཡིན་ཟེར་ན་དངོས་པོ་འདུས་བྱས་ཀྱི་ཆོས་ཟེར་ཡོད་འདུག་ཙང་ནས། གཙོ་བོའི་རླུང་ལ་ཚུར་ཕྱི་རོལ་ལ་དོན་ཙམ་དེ་ལ་སྐྱེ་བ་སུ་ལ་ཡོད་རེ་གཙོ་བོའི་རླུང་དུ་བག་ཐེམས་སོང་བ་ལྟ་བུ་གཅིག་ལ་མི་རྟག་པ་སུ་ལ་ཡོད་རེ་མ་རྟོགས་པས་དེ་ནི་ད་ལྟ་འདི་སྔོན་མེད་པ་ཅིག་གསར་དུ་སྐྱེ་བ་དང་ད་ལྟ་ཡོད་བདེ་བའི་དངོས་པོ་དེ་བག་དེ་ནི་གཏན་མེད་དུ་འགྱུར་བའི་འགག་པ་ལ་སོགས་པ་ལྟ་བུ་དེ་འདྲ་ཅིག་ཁས་ལེན་གྱི་ཡོད་མ་རེད་དེ་ཡིན་དུས་དངོས་པོ་གི་རྫས་གང་ཡིན་པ་དེ་གཙོ་བོའི་རླུང་དུ་དེ་ནི་ད་ལྟ་འདི་དང་འདྲར་མི་རུང་བ་ཚུར་ཅིག་ཁོ་ན་ཡོད་བདེ་གི་ཡོད་རེད་འོ་དེ་འདྲ་བྱེད་དུས་ཚང་མས་བཟོ་བཏགས་དགོས་ཞེས་པ་མུ་སྟེགས་ཅན་གྱི་བཏགས་པའི་མཐའ་དང་ཟེར་ཡ་ད་རེད་བཟོ་སོགས་མི་རྟག་པར་འདོད་པ་དེ་ནི་ཉན་ཐོས་རེད་ད་བཟོ་སོགས་མི་རྟག་པ་ཟེར་ཡང་འདི་ཡང་ད་ལྟ་མི་རྟག་གོ་ཞེས་བྱ་བ་ཉན་ཐོས་ཀྱི་རྟག་པའི་མཐའ་དེས། ད་དེའི་གཟུགས་སོགས་མི་རྟག་པ་ཟད་ནུས་ཙམ་ནི། ཅི་སྟང་ཉན་ཐོས་ཀྱི་སྡེ་བ་ཁ་ཤས་ཀྱིས། མི་རྟག་པའི་ངོས་འཛིན་བྱེད་སྟངས་དེ་སྟེ་མཁས་མཛངས་འདྲ་བྱས་ཡོད་རེད་བ། གང་ཡིན་ཟེར་ན་ཐོ་བ་ལ་སོགས་པ་འཇོམས་བྱེད་ཀྱི་རྒྱུ་གཅིག་གིས་བཅོམ་ཡོང་དུས་ཚེ་ན། དེ་ནི་ཁོ་མི་རྟག་པར་གྱུར་སོང་བ་མེད་པར་གྱུར་སོང་བ་འདྲ་བོ་གཅིག་མ་གཏོགས་པའི་རྣམ་གཞག་རྒྱུན་དུ་སྐད་ཅིག་མིག་གིས་འཇིག་པ་ཟེར་ཡག་གི་མི་རྟག་པ་དེ་རྣམ་གཞག་བཤད་ཀྱི་ཡོད་མ་རེད་དེ་བྱེད་དུས་ཚང་ནི་དེ་འདྲས་ཀྱི་ཆ་ནས་ཡང་མི་རྟག་པ་གཟུགས་ཚོར་གྱི་མཐའ་གཅིག་ཡོང་གི་ཡོད་རེད། དེ་ནས་ཡང་དེ་ཙམ་གྱིས་མ་ཚད་པས་ན་ད་ལྟ་འདི་ཉན་ཐོས་ལ་སོགས་པ་འདྲ་ཅི་ཡིན་ན། འདུས་བྱས་ཀྱི་ཆོས་དེ་དག་ཐམས་ཅད་མི་རྟག་པའོ་སྙམ་པའི་གིས་མངོན་པར་ཞེན་པ་གང་ཡིན་པ་དེ་ཞེན་པ་དོན་མཐུན་རེད་ཟེར་ཡས་རེད་དེ་དེ་ནི་ལམ་གྱི་ངོ་བོ་ཉིད་དུ་ཆུར་ཆོ་གུ་ཡོད་རེད་ཐེག་ཆེན་སྐབས་འདྲ་ཅི་ཡིན་ན་མི་རྟག་པའོ་སྙམ་པའི་གིས་མངོན་ཞེན་དང། དེ་ནི་སྟོང་པའོ་སྙམ་པའི་གིས་མངོན་པར་ཞེན་པ་གང་ཡིན་པ་དེ་ཡང་ལམ་གྱི་ངོ་བོ་ལ་འགྱུར་ཐུག་གི་ཡོད་མ་རེད་དེ་ནུབ་ཐག་ཆགས་ཡོང་གི་ཡོད་རེད་འོ་དེ་འདྲ་ཡིན་ཙང་ཉན་ཐོས་ཀྱི་རྟག་པའི་མཐའ་དེ་དེ་ལྟར་གྱིས་དེ་ནི་དེ་དང་དེ་རྟག་པ་དང་མི་རྟག་པའི་གིས་དེ་ནི་མཐའ་གཉིས་ལས་གྲོལ་བའི་གིས། ད་ཐེག་ཆེན་གྱི་དེ་ནི། སྤྲོས་བྲལ་དུ་བསྒོམ་དགོས་པ་ལྟ་བུ་དེ་འདྲ་ཞིག་རེད་གསུངས་པ་རེད། འོ་དེ་རེད། ད་གང་དུ་ཡང་དེ་ནི། མི་རྟོག་པ་རྟག་པར་ཡང་མི་རྟོག་མི་རྟག་པར་ཡང་མི་རྟོག་པའི་སྤྲོས་པ་ཐམས་ཅད་དང་བྲལ་བའི་རང་བཞིན་ཅན་དུ་བསྒོམ་དགོས་ཀྱི་ཡོད་པ་དེ་ཡིན་དུ་ད་ནི། དེ་ནི་དེ་དང་དེ་དང་ད་གཉིས་པ་བ་སྒྲུབ་པ་དེ་འདྲ་ཞིག་ན་ཆགས་ཡོང་གི་རེད་ཟེར་ཡ་དེ་སོང་རེད། དེ་ནི་དེའི་བཞིན་དུ་གང་ཟག་དང་ཆོས་ལ་སྒྲོ་འདོགས་པ་དང་སྐུར་བ་འདེབས་པའི་མཐའ་རྣམ་པ་གཉིས་གཉིས་དང་སོང་རེད་ཡང་དེ་ཡིན་དུས། གང་ཟག་ལ། སྒྲོ་འདོགས་པ་དང་སྐུར་བ་འདེབས་པ་ཟེར་ཡ་གཅིག་དང། ཆོས་ལ་སྒྲོ་འདོགས་པ་དང་སྐུར་བ་འདེབས་པ་ཟས་དག་དེ་འདྲས་ཀྱི་སྐུར་འདེབས་རྣམ་པ་གཉིས་རེད། དེ་ཡིན་དུས་རྩ་ནས་དཔེར་ན་གང་ཟག་གི་དང་ཆོས་གཉིས་པོ་ག་རེ་འདྲ་ཅིག་ཡིན་ན་ཡང་ངོ་བོ་རང་གི་སྒོ་ནས་བདེན་པར་གྲུབ་པ་ཅིག་ཡོད་རེད་ཟེར་བསྡད་པ་ཡིན་ན་དེ་སྒྲོ་འདོགས་པ་ཟེར་གི་རེད། སྤྱིར་བཏང་སྒྲོ་འདོགས་ཟེར་ཡ་འདི་དཔེ་ཡི་ཐོག་ནས་མིང་བཏགས་བྱས་པ་ཅིག་རེད་བ། ང་ཚོ་མདའ་འདྲ་ཅིག་ཡིན་ན་དེ་ནི་མདའ་དེ་ཐད་ཀར་དུ་འགྲོ་ཡ་དང་ཡང་རིང་པོ་ལ་དེ་ནི་བར་འགྲོ་བར་བྱ་བའི་ཆེད་དུ་དེ་ནི་ཇག་གི་སྒྲོ་ཅིག་བཏགས་བྱས་གི་རེད་བ། སྒྲོ་བཏགས་པར་དེ་ལ། བྱ་དྲུག་ཅེས་བཏགས་ཞེས་བཟླ་བ་འདི་བཟླ་ལ། ཡིན་དུས་ཙམ་ལས་དེའི་བྱ་དྲུག་དེ་བདག་དེ་ལ་ཚུལ་བཅས་བྱ་བ་དེ་འདྲ་ཁས་མ་ར། ཡིན་ན་ཡང་ཁོ་རང་ལ་མེད་པ་ལ་ཡོད་པ་ཅིག་སྦྱར་བྱས་པ་ཡིན་དུས་སྒྲོ་བཏགས་པ་ཟེར་གྱི་ད་དེ་ནང་བཞིན་བྱས་ནས་དེའི་དཔེ་ཡི་ཐོག་ནས་ཚུལ་མིང་དེ་བཏགས་ཡོང་དུས་དེ་ནས་དེ་དང་དེའི་གང་ཟག་དང་ཆོས་དེ་དག་ཐམས་ཅད་དེ་གནས་ཚུལ་རང་གི་ངོ་བོའི་སྒོ་ནས་ཀོ་བཀྲུས་པ་དང་ཕྲ་བའི་རང་བཞིན་ཅན་དེ་འདྲ་ཅིག་རེད་དུ་ཡོད་རེད་གང་ཟག་དང་ཆོས་སུ་མངོན་པར་སྒྲོ་བཏགས་པ་དེ་དག་ཐམས་ཅད་གྲོར་སོང་བ་ཅིག་རེད་དུ་ཡོད་རེད་དེ་ཡིན་ན་ཡང་དེ་འདྲ་ཅིག་ཡོད་རེད་ཟེར་ནས་བཤད་སོང་བ་ཡིན་ན་དེ་འདྲ་ཡོད་པ་སྒྲོ་འདོགས་ཀྱི་མཐའ་དང།

གནས་ལུགས་ཀྱི་ཐོག་ནས་གཞར་བ་ཡིན་ན་ནི། ཡོད་མེད་ལ་སོགས་པའི་མཐའ་ཐམས་ཅད་ལས་གྲོལ་སོང་བ་ལྟ་བུ། ཐ་སྙད་ཀུན་རྫོབ་ཙམ་དུ་ནི་དེ་ནི་མེད་པའི་མཐའ་ལས་གྲོལ་སོང་བ་ལྟ་བུ་དག་དེ་འདྲའི་གི། མཐའ་ལས་གྲོལ་བའི་དེ་ནི་སྒྲུབ་པ་གཅིག་དགོས་ཀྱི་ཡོད་རེད་གསུངས་པ་རེད། འོ་དེ་ཡིན་དུས་དེ་ནི་རྣམ་པ་གཉིས་གཉིས་དང། དེ་ནི་དེའི་ཕྱིར་མདོའི་མི་མཐུན་པའི་ཕྱོགས་ཀྱི་མཐའ་དང་སྙིང་པོའི་ཕྱོགས་ཀྱི་མཐའ་ཟེར་ཡང་མཐའ་གཉིས་ལས་ཡིན་དགོས་དེ་ལ་གར་ཟེར་ན། མི་དགེ་བ་ལ་སོགས་པའི་ཆོས་ནི་ཀུན་ནས་ཉོན་མོངས་པའོ་ཞེས་བྱ་བ་ནི་མི་མཐུན་པའི་ཕྱོགས་དང་གསུངས། སྐྱེ་དང་དེ་ནས་དེ་དང་དེ་དག། ང་མི་དགེ་བ་དང་དེའི་བཞིན་དུ་སྐྱོན་དང། འོ་ད་ཉོན་མོངས་པ་ལ་སོགས་པ་དེ་ཚོ་འདྲ་ཅིག་ན་ཀུན་སྙོམས་འཁོར་བས་ཀྱིས་བསྡུས་པའི་ཁྱོ་བོ་གསུང་གི་རུང་བ་དེ་འདྲ་བོ་ཀུན་སྙོམས་འཁོར་བས་ཀྱིས་བསྡུས་པའི་ཁྱོ་བོ་ཟེར་ཡ་དེ་ཡང་ཁོ་གཅིག་བློ་ཡུལ་ལ་འཁྲུལ་ནས་ཁ་ཕྱི་རོལ་དུ་ཤོར་སོང་བ་ཡིན་དུས་ཀུན་སྙོམས་འཁོར་བས་ཀྱིས་ཁྱོས་སུ་སྣང་སོང་བ་ལྟ་བུ་ཅིག་རེད་འདོད་ཡོད་རིགས་མ་གཏོགས་པས་དེ་ནི་ཀུན་སྙོམས་འཁོར་བས་ཀྱིས་ཁྱོས་ཟེར་ཡ་ཅིག་རང་གི་ཚུགས་ཐུབ་སྒོ་ནས་འཁྲུལ་པ་ཅིག་མེད་སོང་བ་ཡིན་དུས་འོ་ད་འདི་ཀུན་སྙོམས་འཁོར་བས་ཀྱིས་ཁྱོས་རེད། མི་མཐུན་པའི་ཕྱོགས་རེད་འདི་སྤང་བྱ་རེད་བསམ་པའི་གི་མངོན་པར་ཞེན་པ་ཅི་སྤྱད་སོང་བ་ཡིན་ན་ཡང་ཐེག་པ་ཆེན་པོའི་ལམ་གི་དེ་ནི་མགར་བདག་ཆགས་ཡོང་གི་ཡོད་རེད་འོ་དེ་འདྲ་ཡིན་དུས་མི་མཐུན་པའི་ཕྱོགས་གི་མཐའ་དང། དེ་ནས་དགེ་བ་ལ་སོགས་པ་རྣམ་པར་བྱང་བ་འོ་ཟེར་ནས་ད་ཅིག་དགེ་བ་དང། དེའི་བཞིན་དུ་དེ་ནི་ཐེག་པ་ཆེན་པོའི་གི་ལམ་དང། འོ་ད་བྱང་ཆུབ་མཆོག་གི་ཆོས་སུམ་ཅུ་སོ་བདུན་ལ་སོགས་པ་ལྟ་བུ་དེ་ཚོ་རྣམ་བྱང་མྱ་ངན་ལས་འདས་པ་ཐོབ་བྱེད་ཀྱི་རྒྱུ་རྣམ་པར་དག་པ་དང། སྤང་བྱ་ཉོན་ཤེས་ཀྱི་སྒྲིབ་པ་ཐམས་ཅད་རྣམ་པར་འཇོམས་བྱེད་ཀྱི་གཉེན་པོ་ཡང་དག་པ་ཅིག་རེད་བསམ་ནས་མངོན་པར་ཞེན་སོང་བ་ཡིན་ན་ཡང་དེ་ཡང་གཉེན་པོ་ལ་མངོན་པར་ཞེན་པའི་མཐའ་དེ་འདྲ་ཞིག་ཆགས་སོང་བ་ཡིན་པ་རེད་གསུངས་རེད་དེ་བྱེད་དུས་ཙང་ནས་ད་ལྟ་འདི་ཕར་ཕྱིན་གྱི། དེ་ནས་ད་ལྟ་འདི་འདི་གསུངས་ཡོང་གི་རུ་བ་ཁ་སེ། ཡེ་ཤེས་དེ་འདི་གསུངས་ཡོང་དུས་ཙང་ནས། དེ་ནས་རྒྱ་ལ་སོགས་ལ་ཆགས་པ་ཕྲ་སོང་ཡང་འདྲའོ་རྒྱལ་བ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ལ་མོས་པའི་གི་ཆགས་པ་དེ་ཡང་ཐེག་ཆེན་རྣམས་ཀྱི་སྤང་བྱ་རེད་སོང་ཡང་འདྲ་དང། དེ་བཞིན་དུ་ལམ་བྱང་ཆུབ་མཆོག་གི་ཆོས་སུམ་ཅུ་སོ་བདུན་ན་མངོན་པར་ཞེན་པའི་ཞེན་པ་གང་ཡིན་པ་དེ་ཡང་སྤང་བྱ་རེད་གསུངས་ཡང་འདྲ་དང་འོ། དེ་བཞིན་དུ་དེ་ནས་གཞི་ལ་མཚན་མར་འཛིན་པའི་མཚན་འཛིན་ལ་སོགས་པ་དེ་དག་ཐམས་ཅད་དེ་ཐེག་ཆེན་ལམ་གྱི་སྤང་བྱ་རེད་གསུངས་པ་འོ། ད་ལྟ་ན་ཡང་དེ་ནང་བཞིན་གསུངས་ཡོང་གི་ཡོད་རེད་དེ་བཞིན་དུ་རྩ་ནས་མི་མཐུན་པ་ཕྱོགས་སུ་ཞེན་པའི་གྱི་མཐའ་དང་གཉེན་པོའི་ཕྱོགས་སུ་ཞེན་པའི་གྱི་མཐའ་རྣམ་པ་གཉིས་ལས་གྲོལ་བ་འོ། ད་དེ་འབྲེལ་གྱི་བདག་ཉིད་ཅན་གྱི་ལམ་གང་ཡིན་པ་དེ་ལ་དེ་ནས་བསྒྲུབ་ཡོང་གི་རེད་གསུངས་པ་རེད་འོ། དེ་ཡང་དུས་རིམ་པ་བཞིན་ཀུན་ནས་ཉོན་མོངས་པ་དང་རྣམ་པར་བྱང་བའི་མཐའ་ལ། རིམ་པ་བཞིན་གཉིས་དང་གསུམ་སྟེ། ཕྱི་མ་ལ་ཉོན་མོངས་པའི་ཀུན་ནས་ཉོན་མོངས་པ་དང། ལས་ཀྱི་ཀུན་ནས་ཉོན་མོངས་པ་དང་སྐྱེ་བའི་ཀུན་ནས་ཉོན་མོངས་པ་གསུམ་དང། དེའི་གཉེན་པོ་རྣམ་པར་བྱང་བ་ཡང་གསུམ་མོ་གསུངས། ད་དེ་གསུངས་དུས་ཚང་ནས། ད་ལྟ་འདི། ཀུན་ཉོན་འཁོར་བ་དང། དེ་ནས་རྣམ་བྱང་མྱང་འདས་ཀྱི་ལྟ་བ་གང་ཡིན་པ་དེ་ཚོ་ལ། དེ་ནས་ད་ལྟ་འདི་ལྟ།

འདིར་རེ་མ་སོགས་མི་མཐུན་པའི་ཕྱོགས་དང་འགལ་བ་ཕྱོགས་ནི་རྣམ་པར་བྱང་བའོ་ཞེས་བྱ་བ་སྙིང་པོའི་གི་མཐའ་དང། འོ་ད་དེ་དེ་ལ་མི་མཐུན་པའི་ཕྱོགས་ཀྱི་མཐའ་དང་སྙིང་པོའི་མཐའ། དེ་ནས་དེ་བཞིན་དུ་རྟག་ཆད་ཀྱི་མཐའ་གསུངས་པར་གང་ཟག་དང་ཆོས་ཡོད་དོ་ཞེས་བྱ་བ་རྟག་པ་དང་མེད་དོ་ཞེས་འཆད་པར་འདོད་ཤེས་པའི་མཐའ་དང། ད་ཡང་དཔེར་ན། གང་ཟག་དང་ཆོས་ག་རེ་འདྲ་བྱེད་ཡིན་ན་ཡང་འོ་ད་རྟག་པའི་གི་རང་བཞིན་ཅན་དུ་ཡོད་ཟེར་ཡང་འདྲའོ། ཡང་ན་དེ་ནས་དེ་དང་དེའི་རྟག་པའི་རང་བཞིན་བཞིན་དུ་མེད་ཟེར་ཡང་འགྲེལ་བ་དག་དེ་འདྲ་བྱས་ནས། རྟག་ཆད་ཀྱི་མཐའ་གཉིས་རྣམ་པ་གཉིས་དུ་དེ་ནས་བཟུང་བཟུང་བ་ལྟ་བུ་དག་དེ་འདྲའི་མཐའ་གསུངས་པར་ཁྱད་པར་འདུ་ཤེས་པའི་མཐའ་དང། དེའི་བཞིན་དུ་གཟུང་བ་དང་འཛིན་པའི་མཐའ་དང། ཀུན་ནས་ཉོན་མོངས་པའི་མཐའ་ལ་རྣམ་པར་བྱང་བའི་ཀྱི་མཐའ་ལ་རིམ་པ་བཞིན་གཉིས་དང་གསུམ་དེས་དག་དེ་ཅན་དུ་ཚང་ནས། གཟུང་བ་དང་འཛིན་པའི་ཀྱི་མཐའ། དེའི་བཞིན་དུ་དེ་ནས་དེ་དང་དེའི་ཀུན་ནས་ཉོན་མོངས་པ། ད་གཟུང་མཚན་ཉིད་ཀྱི་མཐའ་གང་ཡིན་པ་དེ་ཀུན་སྙོམས་འཁོར་བས་ཀྱི་ཕྱོགས་རེད། རྣམ་པར་བྱང་བས་ཀྱི་མཐའ་གང་ཡིན་པ་དེ། དེ་ནི་དེ་དང་དེའི་མྱང་འདས་ཀྱི་ཕྱོགས་རེད་དེ་ཡིན་དུ་དེ་འདྲ་བོ་མཐའ་གཉིས་པོ་དེ་ལ་རིམ་པ་བཞིན་དུ། དེ་ནས་དེ་དང་དེ་དག། གཉིས་དང་སོགས་ཡིན་དུ་མཚན་ན། དཔེར་ན། དེ་ནས་ཀུན་སྙོམས་འཁོར་བས་ཀྱི་ཆོས་འདྲ་ཅིག་ཡིན་ན། ད་ལྟ་འདི་ནས་གསུམ་པོ་དེ་ཡང་སྔོན་ལ་སྦྱར་དགོས་རེད། གཟུང་བ་དང་འཛིན་པའི་གི་མཐའ་དང་ཀུན་ནས་ཉོན་མོངས་པ་དང་སེམས། གཟུང་འཛིན་གི་མཐའ་གཉིས་པོ་བྱེད་དེ་ནས་ཀུན་ཉོན་འཁོར་བའི་གི་མཐའ་ཟེར་ཡ་དེ་ལ་ཡང་གསུམ་སྦྱར། འོག་གི་དེ་ནས་དེ་དང་དེ་དག། ང་ཚོ་རྟེན་འབྲེལ་ཡན་ལག་བཅུ་གཉིས་ཏེ་སྡེ་ཚན་རྣམ་པ་གསུམ་ཡན་ལག་ཚོ་བཏང་ཡོང་གི་ཡོད་བ། ད་ལྟ་འདི་དང་པོ་བརྒྱད་པ་དགུ་ཉོན་མོངས་གཉིས་པ་བཅུ་བ་ལས་ཡིན་ཏེ་ལྷག་མ་དུ་ནི་སྡུག་བསྔལ་བའོ་ཟེར་ནས་དང། སྡུག་བསྔལ་གི་སྡེ་ཚན། ལས་ཀྱི་སྡེ་ཚན་ཉོན་མོངས་པའི་སྡེ་ཚན་ཟེར་ནས་རྣམ་པ་གསུམ་དུ་བཤད་ཡོང་གི་ཡོད་རེད་བ། འོ་ད་དེ་འདྲ་བོ་དེ་ནས། ཀུན་ཉོན་འཁོར་བའི་གི་ཆོས་གང་ཡིན་པ་དེ་ལ། དེ་གི་མཐའ་གསུམ་དང་བྲལ་བ་ཟེར་ཡང་འདྲའོ། དེ་ནས་རྣམ་བྱང་མྱ་ངན་ལས་འདས་པའི་གི་མཐའ་གང་ཡིན་པ་དེ་ལ། དེ་ནས་དེ་དང་དེ་དག། བ། གཉིས་སུ་དེ་ནས་བཤད་པ་ཟེར་ཡང་ད་རེ་དེ་ཡིན་དུས་མཐའ་ལ་རིམ་པ་བཞིན་དུ་གཉིས་དང་གསུམ་དུ་ད་རྣམ་བྱང་མྱང་འདས་དེ་ལ་མྱང་འདས་ཐོབ་བྱེད་ཀྱི་རྒྱུ་དང་དེ་བཞིན་དུ་དེ་ལ་ཐོབ་བརྟེན་ནས་ཐོབ་པའི་གི་དེ་ནས་འབྲས་བུ་རྣམ་པ་གཉིས་སུ་མངོན་པར་ཞེན་པའི་གི་མཐའ་ཟེར་ཡའོ་ད་དེ་འདྲའོ་དེ་ནས་མཐའ་ལ་གྲོལ་བ་ཟེར་ཡང་དེ་རེ་རྣམ་པར་བྱང་བའི་མཐའ་ལ། རིམ་པ་བཞིན་དུ་གཉིས་དང་གསུམ་སྟེ། ཕྱི་མ་ལ་ཉོན་མོངས་པའི་ཀུན་ནས་ཉོན་མོངས་པ་དང་ལས་ཀྱི་ཀུན་ནས་ཉོན་མོངས་པ་དང་སྐྱེ་བའི་ཀུན་ནས་ཉོན་མོངས་པ་གསུམ་དང་དེའི་གཉེན་པོ་དེ་ནི་རྣམ་པར་བྱང་བ་ཡང་དེ་ནི་རྣམ་པ་གསུམ་མོ། འོ་ད་དེ་ལྟ་བུ་དེ་ནས་དེ་དང་དེའི་དག་དེ་ན་མཐའ། བདུན་གསུངས་སོ། དཔེར་ན་ཐང་ཅིག་གོང་གི་དེ་ནས་བདག་ཕུང་ཐ་དད་དང་གཅིག་ཏུ་ལྟ་བའི་གི་མཐའ། ཅིག། དེ་ནས་དེ་བཞིན་དུ་ད་དང་དེའི། མུ་སྟེགས་དང་ཉན་ཐོས་ཀྱིས་བརྟགས་པའི་གི་དག། མཐའ་རྣམ་པ་གཅིག། དེ་བཞིན་དུ་གང་ཟག་དང་ཆུ་ལ་སྒྲོ་འདོགས་པ་དང་སྐུར་བ་འདེབས་པའི་གི་མཐའ་གཉིས་གཉིས་སྦྱར་བའི་འདུ་ཚད་ནི་དེ་ན། གཉིས་བརྩེགས་འདུས་ཞེས་བྱ་སྟེ་ནི་མི་མཐུན་པའི་ཕྱོགས་དང་གཉིས་འབུལ་གྱི་མཐའ་ཟེར་ཡང་འདྲའོ། དེ་བཞིན་དུ་དེ་ནི་རྟག་པ་དང་ཆད་སྦས་ཀྱི་འདུ་ཤེས་པའི་མཐའ་ཟེར་ཡང་འདྲ་དང། དེ་ནི་མཐའ་དང་དེའི་གཟུང་འཛིན་གྱི་མཐའ་དང་ཀུན་ཉོན་དང་རྣམ་བྱང་གི་མཐའ་ཟེར་ཡང་འོ་ད་དེ་འདྲ་བྱས་ནས་དེ་ནི་མཐའ་རྣམ་པ་བདུན་བདུན་དེ་འདྲ་བྱས་ནས་དེ་ནི་གཟུང་ཡོང་གི་ཡོད་ས་རེད་འོ་ད་དེ་བྱེད་དུས་ཙང་ནས་དེ་འདྲ་བྱས་ནས་དེ་ནི། རྒྱག་དགོས་རེད་ཟེར་ཡ་དེ་རེད་རྣམ་པར་བྱང་བ་ཡང་གསུམ་མོ། ད་འདི་ནས་མ་དེ་ནས་དེ་དང་དེ་ཡང་བདུན་ཚན་ཕྱི་མ་གསུངས་པ་རེད་ད་ཡང་བདུན་ཚན་གཉིས་བཤད་ཡོང་གི་ཡོད་རེད་དེ་ལ། དང་པོ་མདོར་བསྟན་དང་གཉིས་པ་རྗེས་ཤེས་ནས་ད་ཐེངས་འགྲོ་བ་རྣམ་པ་གཉིས་ཡོང་གི་འདུག་དང་པོ་མདོར་བསྟན་ཡོང་བའི་ཚེ་ན། ཡང་དངོས་པོ་ཡོད་པ་དང། དངོས་པོ་མེད་པར་རྣམ་པར་རྟོག་པ་གཉིས་ནི་མཐའ་སྟེ་དེ་ནི་རྣམ་པ་དོན་དུ་འདོད་དོ། དངོས་པོ་ཡོད་པར་རྟོག་པའི་གི་མཐའ་དངོས་པོ་མེད་པར་རྟོག་པའི་གི་མཐའ་ཟེར་ན་དེ་འདྲའི་གི་མཐའ་རྣམ་པ་གཉིས་པོ་དེ་ལ་བག་ཡས་བཟུང་བ་ཡིན་ན་དེ་ནི་རྣམ་པ་དོན་གྱི་བདག་ཉིད་ཅན་ཡིན་ཟེར་ཡང་དག་ཐེག་གི་དེ་ནི་མདོར་བསྟན་རེད། དང་འདི་ཡང་དེ་ནི་གོང་དུ་དངོས་བསྟན་བྱས་ནས་བཤད་མ་ཟིན་པ་ཡིན་དུ་ཟེར་ན་དེ་ནི་འདིར་མ་ཞིབ་ཕྲ་བྱས་ན་སོགས་ཡོང་དགོས་ས་རེད། ད་དེ་འདྲ་བོ་དེ་ནི་བདུན་པོ་དེ་གང་ཡིན་ཞེ་ན། དངོས་ཡོད་དངོས་མེད་ཤེས་བྱ་དང། ཤེས་བྱའི་བཀྲག་བྱ་དེ་ལ་འཇིག། བཟུང་དང་འཛིན་དང་ཡང་དག་ཉིད། ལོག་པ་ཉིད་དང། བྱེད་དང་མིན། སྐྱེ་བ་མེད་དང་མཉམ་པའི་དུས་དེ་ནི་རྣམ་རྟོག་ཉིད་ཀྱི་མཐའ་ཞེས་བྱ་བ་ལ་སོགས་པ་གསུངས་ཏེ། དེ་ལ་བདག་གི་དངོས་པོ་ཡོད་པ་དང་དེ་དངོས་པོ་མེད་པར་ལྟ་བ་དང་ཟེར་བ་དག་དེ་གསུངས་ལས་དེ་གསུངས་དུས་ཙང་ནས། དེ་ནས་རྣམ་རྟོག་ཉིན་རེ་ཉིན་རེ་ཚུར་རྒྱར་བྱེད་དུས་ཙང་ནས་དེ་ནི་སྡེ་ཚན་བདུན་ཆགས་ཡོང་གི་ཡོད་རེད། དཔེར་ན་དངོས་པོ་ཡོད་པར་རྟོགས་པ་ཡང་རྣམ་པར་རྟོག་པ་ཆགས་ཡོང་གི་ཡོད་རེད་དེའི་ཆེད་དུ་ད་ནི་དངོས་པོ་མེད་པར་ལྟ་བ་ཡང་རྣམ་པར་རྟོག་པ་ཆགས་ཡོང་གི་ཡོད་རེད་སོང་དེའི་ཆེད་དུ་ད་ནི་ཐེག་པ་ཆེན་པོའི་ལམ་བགྲོད་པའི་ཚེ་ན་དངོས་པོ་ཡོད་པ་དང་མེད་པའི་གན་དྷ་གཉིས་ལས་གྲོལ་བའི་གི་འོ་དང་མཐའ་གཉིས་ལས་མི་གནས་པའི་གི་དབུ་མེད་ཀྱི་ལམ་དེའི་སྒོ་ནས་ད་ནི་བསྒྲུབ་དགོས་རེད་ཟེར་ཡ་དེ་གསུངས་པ་རེད་དངོས་པོ་མེད་པར་ལྟ་བ་དང། དེའི་ཆེད་དུ་ད་ནི་ཞི་བར་བྱ་བ་སྤང་བྱ་དང་ཞི་བར་བྱེད་པ་གཉེན་པོར་ལྟ་བ་དང། ཨ་བྷ་ཞི་བའམ་དྲ་བར་བྱ་བ་དེ། དེ་ནི་སྤང་བྱེད་ཀྱི་རང་བཞིན་རེད། དེ་ལ་དེ་ནི་མངོན་པར་ཞེན་པའི་གྱི་མཐའ་གཅིག་དང། དེ་འདྲ་བོ་དེ་ཞི་བྱེད་ཨང་བྷ་སྤོང་བར་བྱེད་པའི་གྱི་གཉེན་པོ་གང་ཡིན་པ་དེ་ཟག་མེད་ཀྱི་ལམ་ལ་སོགས་པ་ཡིན་དུ་ཚང་ནས་དེ་ལ་དེ་ནི་ཞི་བྱེད་ཉིད་དུ་མངོན་པར་ཞེན་པའི་གྱི་ཞེན་པ་ལྟ་བུ་རེད་དེ་ཡིན་དུས་དེ་འདྲའི་གྱི་ཞི་བྱ་ལ་ཞེན་པ་དང་ཞི་བྱེད་ལ་ཞེན་པའི་གྱི་ཞེན་པ་རྣམ་པ་གཉིས་པོ་མཐའ་ཡིན་དུས་དེ་གཉིས་ལ་མི་གནས་པའི་གྱི་དེ་ནི་དབུ་མེད་ཀྱི་ལམ་ལ་ཡང་འཇུག་དགོས་རེད་གསུངས་པ་རེད་འོ་ད་དེ་འདྲའི་དེ་ཚེ་གཉིས་དང། དེ་བཞིན་དུ་སྐྲག་བྱེད་རྟོགས་པ་དང། དེ་ལ་འཇིགས་པར་སྐྱེ་བ་རྟོགས་པ་གསུངས་པར་ད་དེ་གསུངས་དུས་ཚང་ནས། ད་ལྟ་འདི་ང་ཚོ་སྲིད་པ་ཁང་གསུམ་འཁོར་བ་འདྲ་ཅིག་ཡིན་ན། དེ་ནི་སྡུག་བསྔལ་གྱི་རང་བཞིན་སྲིན་མོ་གི་ཚང་དུར་དུར་འདུག་པའི། དེ་ནི་ཚང་སྲིན་མོ་གི་གླིང་རོ་ཉག་གི་འདམ་ཟེར་ནས་གསུངས་ཡོད་པ་ལ་ཐིག་བ་ཐུན་མོང་གབ་ལ། དེ་ཡིན་དུས་དེ་ནི་སྲིད་པ་ཁང་གསུམ་འཁོར་བ་དེ་ཅིག་སྐྲག་པ་སྐྱེ་སོར་བྱས་པའི་དེ་ནི་ཡུལ་རེད་བསམ་པ་འགྲོ་བ་སྐྲག་བྱེད་དེ་ནི་རྟོགས་པའི་མཐའ་དང། དེ་ནས་དེ་ལ་འཇིགས་ཤིང་སྐྲག་ནས་དང་དེ་ན་ཅིག་ལྷུང་སོང་བ་ཡིན་ན་མ་འགྲིག་པ་རེད་བསམ་པ་འགྲོ་བ་དང་དེ་འདྲས་ཀྱི་འཇིགས་སྐྲག་དང་བཅས་པའི་སྒོ་ནས་དེ་ནི་འཇིགས་པ་སྐྱེ་བའི་རྣམ་རྟོག་ཟེར་ཡ་དང་དེ་འགྲོ་བའི་རྣམ་པ་ཉིད་དུ་རེད་གསུངས་པ་ལྟ་ཡིན་དུས་ད་དེ་འདྲས་ཀྱི་དེ་ནི་སྐྲག་པ་དང་སྐྲག་བྱ་ཉིད་དུ་རྟོག་པ་དང་འཇིགས་ཤིང་སྐྲག་པའི་ཀྱི་རྣམ་རྟོག་གང་ཡིན་པ་དེ་ཉིད་དེ་ནི་བག་གྲོར་བའི་ཀྱི་དང་དབུ་མའི་ཀྱི་ལམ་གང་ཡིན་པ་དེ་ལ་དེ་ནི་ད་དང་དེ་ད་ཡ་འཇུག་དགོས་རེད་གསུངས་ཡང་དེ་རེད་སྐྲག་བྱར་རྟོག་པ་དང་དེ་ལ་འཇིགས་པ་སྐྱེ་བར་རྟོག་པ་ཉིད་དང་དེ་ཡིན་དུས་རྟོག་པ་སྡེ་ཚན་གསུམ་རེད། དེ་ནས་དེའི་རྐྱེན་དུ་གཟུང་བ་དང་འཛིན་པར་རྟོག་པ་དང་གསུངས་པ་དག་གཟུང་བར་རྟོག་པ་གསུངས་འདུག་ཙང་ནས། གཙོ་བོ་དེ་ནས་ཅིག་གཟུང་བ་ཡུལ་གྱི་ངོ་བོ་ལ་མངོན་པར་ཞེན་གཟུང་བའི་ཞེན་བ་ལྟ་བུ་དེ་རེད། དེ་ནས་འཛིན་པར་རྟོག་པ་ཟེར་དུས་ཙང་ནས་ཡུལ་ཅན་ལ་ཞེན་པའི་ཀྱི་ཞེན་པ་གང་ཡིན་པ་དེ་ལ་འཛིན་རྟོག་ཚད་ཡོང་གི་ཡོད་རེད་འོ་དེ་ཡིན་དུས་དེ་ནས་དབུ་མེད་ཀྱི་ལམ་གང་ཡིན་པ་དེ་གཟུང་འཛིན་གྱི་རྟོག་པ་ཡོངས་སུ་རྫོགས་པ་ལས་ཡར་གྲོལ་དགོས་པ་ཡིན་ཙང་དེ་ནས་ཐེག་པ་ཆེན་པོ་སྒྲུབ་པ་དེ་དལ་དལ་བུ་བུ་ནས་འཇུག་དགོས་ཀྱི་རེད་ཟེར་ཡ་དེ་རེད་གཟུང་བ་དང་འཛིན་པའི་རྣམ་པར་རྟོག་པ་དང་སྡེ་ཚན། གཅིག་རེད། དེ་ནས་དེ་བཞིན་དུ་ཡང་དག་པར་ཟག་པ་མེད་པ་ཉིད་དང། ལོག་པར་ཟག་པ་དང་བཅས་པ་ཉིད་དུ་རྣམ་པར་རྟོག་པ་དང། ད་དེའི་ཆེད་དུ་ཚང་ནས་ཟག་བཅས་དང་ཟག་མེད་ལ་དེ་ནས་རྣམ་པར་རྟོག་པ་གསུངས་ཡང་དེ་རེད། ནས་དེ་ཡིན་དུས་ད་ལྟ་འདི་དཔེར་ན། ཟག་པ་དམིགས་པ་དང་མཚུངས་ལྡན་སྒོ་ནས་འབྱེད་པར་བྱེད་པ་ཟེར་ན་ཡང་འདྲ། ཡང་ན་དེ་ནི་ད་ལྟ་འདི་ད་ཟག་པའི་སྒོ་དྲུག་དང་འབྲེལ་མ་འབྲེལ་ཟེར་ན་ཡང་འདྲ། ཡང་ན་དེ་ནི་ད་ལྟ་འདི་ད། སྲིད་པ་མཐའ་གསུམ་འཁོར་བས་གདུལ་བའི་ཆོས་ཟད་དགོས་ན་དག་དེ་ཚོ་ལ་དེ་ནི་ཟག་བཅས་ཟེར་ཡོད་རེད་བ། དེ་ཇི་དུས་ཟ་ན་དག་དེ་དག་ཐམས་ཅད་དེ་ལོག་པའི་རང་བཞིན་ཅན་ཡིན་པ་རེད་ས་མ་འདྲ་བོ་དེ་འདྲས་ཀྱི་རྣམ་པར་རྟོག་པ་དང་དེ་དག་གཅིག་རེད་ལོག་པ་ཟག་པ་དང་བཅས་པ་ཉིད་དུ་རྟོག་པ་དང། དེ་ནི་སྤང་བྱ་སྤོང་བར་བྱེད་པ་དེ་འདྲས་ཀྱི་སྤང་བྱ་སྤོང་བར་བྱེད་པའི་ཀྱི་གཉེན་པོ། ཟག་མེད་ཀྱི་རང་བཞིན་ཅན་ལ་དེ་ནི་མངོན་པར་ཞེན་པའི་ཀྱི་ཞེན་པ་དང་མཚུངས་པར་སྤང་བྱ་སྤོང་བར་བྱེད་པ་དང། དེ་སྤོང་བར་བྱེད་ནུས་པ་མ་ཡིན་པ་རྣམ་པར་རྟོག་པ་དང། ད་སྤང་བྱ་བ་སྤོང་བར་བྱེད་པའི་རང་བཞིན་ཡིན་པ། ཡང་ན་དེ་ནས་དང་དེ་དེ་སྤོང་བར་བྱེད་ནུས་པ་མ་ཡིན་པའི་རྣམ་པར་རྟོག་པ་ད་དེ་གསུངས་འདུག་ཚང་ནས་ད་ལྟ་གོང་གི། ལོག་པ་ཟག་པ་དང་བཅས་པ་ཟད་དོ་ཟག་བཅས་ཀྱི་ཆོས་དང་པོ་ཟག་བཅས་ཀྱི་ཆོས་ལ་མངོན་པར་ཞེན། དེ་འདྲ་བོ་ཟག་བཅས་ཀྱི་ཆོས་གང་ཡིན་པ་དེ་ཉིད་ལ་སྤང་བྱ་སྤོང་བྱེད་ཀྱི་གཉེན་པོའི་ཀྱི་རང་བཞིན་མ་ཡིན་པ་སྤང་བྱ་དེ་སྤོང་བར་བྱེད་ནུས་མ་ཡིན་པའི་ཀྱི་བདག་ཉིད་ཅན་ཡིན་ཏོ་དེ་ནི་མངོན་པར་ཞེན་འགྲོ་བ་ལྟ་བུ་ལ་དེ་འདྲའི་ཀྱི། རྟོག་པ་དེ་ཉིད་ལས་ཕྲ་བའི་མཐའ་དེ་ཉིད་ལས་གྲོལ་བའི་གེགས་དེ་ནི་དབུ་མའི་ལམ་ལ་ཡང་འཇུག་དགོས་རེད་གསུངས་པར་དེ་ཡིན་དུས་ནུས་པ་མིན་པར་རྟོགས་པ་དང། དེ་ནས་དེ་བཞིན་དུ་ད་བདུན་པ་དེར་ལྟ་བ་གཉེན་པོ་སྐྱེ་བ་མེད་པ་དང་སྐྱེས་ཀྱང་སྤང་བྱ་མཉམ་པའི་དུས་གཅིག་ཏུ་ལྟ་བ་སྟེ། ད་གཉེན་པོ་ཟེར་ཡང་དེ་ཡང་འོ་ད་ཅིག་སྐྱེ་བ་མེད་པ་རྒྱུད་ལ་སྐྱེ་རྒྱུ་ཡོད་མ་རེད་གཉེན་པོ་ཁོ་རང་མ་གྲུབ་པ་ཡིན་པའི་ཕྱིར་རོ་ཟེར་ན་ཡང་ཅིག་གོ་བ་ཕྱིན་ཅི་ལོག་པར་ལེན་ནས་གཉེན་པོ་སྐྱེ་བ་མེད་པ་ཉིད་དུ་ཞེན་པའི་གཞན་བློ་དང། དེ་ནི་གཉེན་པོ་ཅིག་གལ་སྲིད་རྒྱུད་ལ་སྐྱེས་པ་ཡིན་ན་ཡང་སྤང་བྱ་དང་དུས་མཉམ་ཡིན་དུས་ཙམ་ནས་ནི་དུས་མཉམ་པ་ཡིན་སོང་བ་ཡིན་ན་སྤང་བྱ་དེ་གཉེན་པོ་དེ་གིས་དེ་ནི་སྤོང་ཐུབ་ཀྱི་མ་རེད་ས་མ་འདྲའོ་དེ་ཡིན་དུས་དཔེར་ན་སྤང་བྱ་འདས་པ་ནི་སྤང་མ་གོ་གོ་འགག་ཟིན་སྤང་བྱ་མ་འོངས་པ་ནི་སྤང་རྒྱུ་མེད་ད་ལྟ་མ་སྐྱེས་སྤང་བྱ་དུས་མཉམ་པ་དེ་ནི་དེ་ནི་གཉེན་པོ་གིས་སྐྱེས་བྱ་ཡང་སྤང་མི་ཐུབ་པ་ཡིན་དུས་ད་གཉེན་པོ་ཡེ་ཤེས་དེ་གིས་སྤང་བྱ་སྤོང་བའི་གི་དུས་མི་སྲིད་དོ་སྙམ་པ་ལྟ་བུ་དེ་འདྲའི་གི་བློ་དེ་ལས་ད་གྲོལ་དགོས་རེད་གསུངས་པ་ཨོ་ད་དེ་འདྲའི་གི་དེ་ནི་མཐའ་ལས་འདས་པ་རེད། བ་དག་དེ་ཡིན་དུས་ཐེག་པ་ཆེན་པོའི་གི་ལམ་གི་སྒྲུབ་པ་གང་ཡིན་པ་དེ་གི་བ་དག་དེ་འདྲའི་གི་མཐའ་བཅུ་བཞི་པོ་དེ་ལས་དེ་ནི་དེ་དང་དེ་དག་གྲོལ་བའི་བདག་ཉིད་ཅན་ཅི་ལ་སློབ་ཡོང་གི་རེད་གསུངས་པར་བདུན་པོ་དེ་ནི་རྣམ་པར་རྟོག་པ་གཉིས་ཀྱི་མཐའ་འོག་དང་རྣམ་རྟོག་གཉིས་རེ་གཉིས་རེ་ཆ་གཉིས་རེ་གཉིས་རེ་རེ་བདེ་བ་བ་དག་དེ་འདྲའི་གི་དེ་ནི་མཐའ་རྣམ་པ་བདུན་ཡོད་རེད་གསུངས་རེད་ད་དེ་བྱེད་དུས་ས་ནི་གོང་དུ་བཤད་པའི་གི་དེ་ནི་རྣམ་རྟོག་གི་མཐའ་བདུན་པོ་དེ་ཡིན་ན་འདྲ་དེའི་རྒྱུད་ལུགས་བཤད་པའི་རྣམ་རྟོག་གི་མཐའ་བདུན་པོ་དེ་ཡིན་ན་འདྲ་མདོར་ན་ཐེག་པ་ཆེན་པོའི་ལམ་གྱི་སྒྲུབ་པ་ཡོངས་རྫོགས་དེ་རྣམ་པར་རྟོག་པའི་མཐའ་བཅུ་བཞི་དང་བྲལ་བའི་ཚུལ་བཅུ་པོ་ནི་ལམ་ལམ་ལྷོ་བའི་མགུལ་རེ་རེའི་ས་ཡ་དག་སྟེ། དེ་ནི་བསྟན་པ་ཡིན་ས་རེད་འོ་ད་དེ་གས། དེ་རིང་ད་དང་འདི་ད་བཞི་པ། མཐའ་བྲལ་གྱི་དེ་ནི་སྒྲུབ་པ་ས་ཡ་དག་སྟེ་བསྟན་པ་ཡིན་པ་རེད། ད་འདི་ནས་མ་དེ་ནི་ད་དང་འདི། གོང་དུ་དེ་ནི་སྒྲུབ་པ་རྣམ་པ་དྲུག་ཡོད་དུས་ཚང་ནས་ཁྱད་པར་ཅན་གྱི་སྒྲུབ་པ་དང་ཁྱད་པར་མིན་པའི་སྒྲུབ་པ་ས་ཡ་དག་དེ་འདྲ་གཉིས་གསུངས་པར་བ་ད་དངོས་གནས་བྱས་ན་ཁོ་གཉིས་སོ་སོ་སོ་སོར་ཚབ་བྱེད་གསུང་དགོས་ཡ་འདྲ་བོ་ཅིག་རེད་ཡིན་ནའང་དེ་གཉིས་པོ་དེ་འདི་ནས་མ་དེ་ནི་དཀྱུས་གཅིག་ཏུ་དེ་ནི་བསྟན་ཡོང་གི་རེད་གསུངས་པ་རེད། ད་དེ་ཡིན་དུས་ད་ནི་གར་སོང་བར་ཟེར་ན། ཁྱད་པར་ཅན་དང་ཁྱད་མེད་ནི་ས་བཅུ་དག་ཏུ་ཤེས་པར་བྱ་ཞེས་བྱ་བ་གསུངས་པས། ད་དེ་སོང་དུས་ད་ནི་གོང་དུ་བཤད་པའི་ཁྱད་པར་ཅན་གྱི་སྒྲུབ་པ་དང་ཁྱད་པར་མེད་པའི་གྱི་སྒྲུབ་པ་ཟེར་ཡ་དེ་ས་བཅུ་པོ་དག་གི་ཉམས་ལེན་ལ་དེ་ནས་ཤེས་པར་བྱ་དགོས་རེད་གསུངས་པ་རེད་དེ་རྒྱུ་མཚན་གར་ཕྱིན་རེད་ཟེར་ན། དེ་ནི་བྱང་ཆུབ་སེམས་དཔའི་གྱི་ས་བཅུ་གྱི་སྐབས་ལ་སྤྱི་དང་གི་དེ་ནས་དེ་དང་དེའི་ད་ས་བཅུ་པོ་དེ་ལ་ཁྱད་པར་ཅན་གྱི་སྒྲུབ་པ་ཡང་ཟེར་དགོས་རེད་ཁྱད་པར་མེད་པའི་བགྲོད་པ་ཡང་ཟད་དགོས་རེད་ཞེས་པའི་དོན་རེད། དེའི་རྒྱུ་མཚན་ག་རེ་བྱས་ནས་རེད་དུ་ཡོད་རེད་ཟེར་ན་ས་གང་ལ་ཕ་རོལ་ཏུ་ཕྱིན་པ་གང་ཤས་ཆེ་བ་དེ་ནི་ཁྱད་པར་ཅན་དང། ཐམས་ཅད་དུ་ཐམས་ཅད་ཡང་དག་པར་བགྲོད་པ་ནི་ཁྱད་པར་མིན་པའོ། དཔེར་ན་ས་དང་པོ་འདྲ་ཅན་ཡིན་ན་ཡང་རྩ་བའི་གི་ཆ་ནི་ཕར་ཕྱིན་བཅུ་ཉམས་ལེན་བྱས་པ་ཡིན་པ་ལ་ཁྱད་པར་མེད་ཡོང་གི་ཡོད་རེད། ཡིན་ན་ཡང་དེའི་ནང་ནས་ལྷག་པར་དུ་དེ་ནི་སྦྱིན་པའི་ཕར་ཕྱིན་ཉམས་ལེན་བྱས་ཡོང་བ་ཡིན་དུས་ཙང་ནས་སྦྱིན་པའི་ཕར་ཕྱིན་ཉམས་ལེན་བྱས་པའི་གི་ཆ་ནས་ཁྱད་པར་ཅན་གྱི་བགྲོད་པ་ཟེར་ནས་བཤད་པ་ཡིན་པ་རེད། དེ་ནས་དེ་དང་དེའི་ཕར་ཕྱིན་བཅུ་ཁ་ཉམས་སུ་ལེན་པའི་གི་ཆ་ནས། ཁྱད་པར་མེད་པའི་སྒྲུབ་པ་ཟེར་ན་ད་དེ་སོང་ཡོང་གི་ཡོད་རེད་དེ་བྱེད་དུས་ཚང་ནས་ད་ལྟ་འདི། ཤེར་ཕྱིན་གྱི་སྐབས་འདྲ་བྱས་ན་གོ་སྒྲུབ་དང་འཇུག་སྒྲུབ་དང་ཚོགས་སྒྲུབ་དང་ཉིད་སྦྱོར་སྒྲུབ་བར་ཤེས་ཡོང་དུས་ཚང་ནས་གོ་སྒྲུབ་འདྲ་བོ་བྱེད་ཀྱི་ན་གོ་ཕྱིར་སྒྲུབ་པ་གང་ཡིན་པ་དྲུག་ཚན་དྲུག་གི་བྱིན་གྱིས་ཤེས་ཟེར་ན་དེ་ནི་ཕར་ཕྱིན་རེ་རེ་ལ་ཡང་དེ་ནི་དྲུག་རེ་དྲུག་རེ་བརྒྱད་ན་གསུམ་སོགས་སྒྲུབ་དགོས་ན་མ་ཤེས་ཡོང་གི་ཡོད་བ་དེ་བྱེད་དུས་དེ་ནི་ས་ཡི་ཉམས་ལེན་ལ་ཕར་ཕྱིན་བཅུ་ཆར་དེ་ཉམས་ལེན་བྱས་པ་ཡིན་པ་ལ་གོ་ཁྱད་པར་མེད་པ་རེད་ཡིན་ན་ཡང་དེ་ནི་ས་རང་རང་སོ་སོ་གི་ཡང་ཅིག་ཡོངས་སྦྱོང་གི་ཁྱད་པར་གྱི་སྒོ་ནས། ས་དང་པོ་གི་རྗེས་ཐོབ་གནས་སྐབས་སུ་གཙོ་བོ་རྗེས་མེད་བར་བྱས་ན་སྤྱོད་པ་ལྟ་བུ་གཉིས་པ་ལ་ཚུལ་ཁྲིམས་ཀྱི་བར་བྱས་ན་ལྷག་པར་སྤྱོད་པ་ལྟ་བུ་དང་དེ་འདྲ་བྱེད་ཡུལ་གཟུང་བ་ཡིན་དུ་བརྩམས་ནས་དེ་ནི་ས་སྤྱོད་པོ་གང་ཡིན་པ་དེ་ལ་བསམ་མནོ་བཏང་ཚུལ་གཅིག་གི་ཐོག་ནས་ཁྱད་པར་ཅན་གྱི་སྒྲུབ་པ་དང་བསམ་མནོ་བཏང་ཚུལ་གཞན་ཞིག་གི་ཐོག་ནས་དེ་ནི་ཁྱད་པར་མིན་པའི་སྒྲུབ་པ་ཟེར་ནས་གསུངས་པ་ཡིན་པ་རེད་ས་ཡ་ད་དེ་བསྟན་པ་རེད་སྒྲུབ་པ་ནི་ཁྱད་པར་མིན་པའོ། ད་དེ་ཡིན་ཆད་དེ་གི་དེ་ནི་ཁ་གསེང་བླ་མེད་གསུམ་གྱི་ནང་ནས་ཐེག་ཆེན་གྱི་དེ་ནི་སྒྲུབ་པ་བླ་མེད་ས་ཡ་ད་དེ་དོན་ཚན་དྲུག་གི་ཐོག་ནས་མ་བསྟན་པ་དེ་འདྲ་བྱེད་ཀྱི་ཡིན་ས་རེད། ད་འདི་ནས་མ་དེ་ནས་དེ་དང་འདི་བླ་མེད་གཉིས་པ་དམིགས་པ་བླ་ན་མེད་པ་ཟེར་དེ་ཡིན་པ་རེད་ད་དམིགས་པ་བླ་ན་མེད་པ་ཟེར་དེ་ལ། རྣམ་པར་གཞག་དང་དེ་བཞིན་དབྱིངས། བསྒྲུབ་དང་བསྒྲུབ་དང་འཛིན་པ་དང། ངེས་པར་འཛིན་དང་རབ་ཏུ་འཛིན། རབ་ཏུ་རྟོག་དང་རབ་འཇལ་དང། རྣམ་པར་རྟོག་དང་རྣར་འདུག་དང། འཕུར་དུ་བྱུང་བའི་དམིགས་པར་འདོད་ཞེས་བྱ་བ་གསུངས་ཏེ།

ལམ་ལ་འཇུག་ཚུར་དགོས་མཁོ་འདུ་བྱེད་ཡིན་དུས་ཚང་ནི་དམིགས་པ་དེ་སྔོན་ལ་བཤད་དེ་ནས་བསྒྲུབ་པ་དེ་མཇུག་ལ་བཤད་དགོས་ཡང་འདྲ་བོ་གཅིག་རེད། དཔེར་ན་ད་ལྟ་ང་ཚོ་འདི་ཡོད་རེ་བ་ཕར་ཕྱིན་གྱི་སྐབས་འདྲ་གཅིག་ཡིན་ན། ཤེས་བྱ་མཁྱེན་གསུམ་གྱི་རྣམ་གཞག་དེ་སྔོན་ལ་བཤད་ཡོང་གི་འདུག་བ། དེ་དུས་བསམ་གྱི་གཏན་ལ་ཕབ་ཡོང་དུས་ཚང་ནི་དེ་ནི་ཉམས་ལེན་སྦྱོར་བ་ཞིག་ལ་འཇུག་པ་ཟེར་ཡ་ཞིག་གསུངས་ཡོང་གི་ཡོད་རེ་བ་དེ་ཡིན་དུས་ཁ་སང་གི་སྒྲུབ་པ་བླ་ན་མེད་པ་ཟེར་ཡ་དེ་གཙོ་བོ་གར་ཟེར་ན་དེ་དང་དེ་དག་ཉམས་ལེན་འཇུག་དངོས་སུ་འཇུག་པ་དེ་རེད། དེ་དམིགས་པ་ལ་ན་མེད་པ་ཟེར་དུས་ཙང་ནས་དེ་འབྲེལ་གྱི་ཉམས་ལེན་ལ་འཇུག་པར་བྱེད་པ་ལ་དང་པོ་ཡུལ་གཏན་ལ་དབབ་དགོས་དུས་ཙང་ནས་དེ་ནི་དེ་དང་དེའི་ཡུལ་རེད་ད་འདི་འདྲ་ཅིག་རེད་ཟེར་ཡ་དེ་རེད། ད་ཡིན་ད་ལྟ་ནི་དེ་གཙོ་བོ་ཁ་སང་གོ་རིམ་འདྲ་བོ་བྱས་ན་ད་ཅིག་སྒྲུབ་པ་བླ་ན་མེད་པ་དེ་འདྲ་ཅིག་ལ་ཡང་འཇུག་དགོས་ཀྱི་ཡོད་ན། དེ་ནི་དམིགས་ཡུལ་འམ་ཡང་ན་སྒྲུབ་བྱེད་ཀྱི་ཡུལ་གང་འདྲ་ཅིག་གི་ཐོག་ལ་དེ་ནི་དམིགས་ནས་གཏན་ལ་དབབ་ནས་འཇུག་དགོས་ཀྱི་རེད་ཟེར་ན་ད་དེ་ལ་དེ་ནི་འདི་རེད་མ་དེ་བསྟན་པ་ཡིན་པ་རེད། ཉན་ཐོས་ལ་སོགས་པ་ནང་བཞིན་དམིགས་པ་ད་དང་དེ་ཉི་ཚེ་བ་དེ་འདྲ་གཅིག་ལ་འཇུག་གི་ཡོད་མ་རེད་དེ་མི་འཇུག་འོང་དུ་ཙང་ནས་དེ་ནས་ད་དང་དེ་ད་གཙོ་བོ་སེང་རབ་གསུང་རབ་ཡིན་ལ་བཅུ་གཉིས་ཀྱི་ནང་ནས་གསུང་བྱས་པའི་དེ་ནས་བརྗོད་བྱས་ཀྱི་དོན་གསར་པ་དང་རྒྱ་ཆེ་བའི་དེ་ནས་དཔེ་ཆུ་ཚུར་བསམ་གྱིས་མི་ཁྱབ་པ་ཅིག་ལ་དེ་ནས་འཇུག་དགོས་རེད་ཟེར་ཡ་དེ་བསྟན་གྱི་རེད། ཆུའི་རྟག་པ་བླ་ན་མེད་པ་ལས་ཆུའི་རྟག་པ་རྣམ་པར་བཞག་པ་དག་ནམ་རྒྱུན་ང་ཚོས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་གི་ཆུ་ཟེར་ནས་བག་མེངས་རྟག་བཞག་ཟེར་གི། དེ་ནི་རྣམ་གཞག་ཆེ་ཞེས་ཟེར་གྱི་གསུང་རབ་ཡིན་ལ་བཅུ་གཉིས་ཟེར་ཡ་གཅིག་ཡོད་རེད་བ་དེ་འདྲ་བོ་གསུང་རབ་ཡིན་ལ་བཅུ་གཉིས་ཀྱི་བརྗོད་དོན་ཟབ་པ་དང་རྒྱ་ཆེ་བ་འོ་ད་དེ་ཚོ་ལ་དེ་ནི་མིག་ཡོང་བ་ཡིན་དུས་རྩ་ནས་ཐིགས་པ་ཆེན་པོ་གི་དེ་ནི་མིག་བར་གང་ཡིན་པ་དེ་དག་བླ་ན་མེད་པ་ཆགས་ཡོང་གི་ཡོད་རེད་བཅུ་གཉིས་ལ་དམིགས་པ་དང། དེ་ནི་དེ་ནང་བཞིན་དུ་ད་ལྟ་འདི་དག། དེ་བཞིན་དུ་ཆོས་ཀྱི་དབྱིངས་དེ་བཞིན་ཉིད་ལ་དམིགས་པ་དང། ད་དེ་ཡང་དེ་ནས་ད་ལྟར་འདི། ད་ག་ཚ་གསུང་རབ་ཡིན་ལ་སྐྱུང་གཉིས་ཀྱི། ཚིག་ཙམ་ལ་དམིགས་པ་མ་ཡིན་པར། ཆོས་ཀྱི་དབྱིངས་ཆོས་ཉིད་དེ་བཞིན་ཉིད་ལ་དམིགས་པ་ད་ཅིག་བརྗོད་བྱེད་ཀྱི། དོན་མཐར་ཐུག་པ་ཟད་དགོས་ན་འདྲ་བྱང་ཆུབ་སེམས་དཔའ་རྣམས་ཀྱི་ལམ་ཉམས་ལེན་གྱི་མཐར་ཐུག་པ་ཟད་དགོས་ན་འདྲ་ཆོས་དབྱིངས་ཀྱི་གནས་ལུགས་ཆོས་ཀྱི་དབྱིངས་ཀྱི་གནས་ལུགས། མཐོང་ཡང་དེ་ཡིན་དགོས་སུ་འགྲོ་དུས་རྩ་ནས་དེ་ནི་ཆོས་དབྱིངས་དེ་བཞིན་ཉིད་ལ་དེ་ནི་མིག་ཡོང་གི་ཡོད་རེད་ཟེར་ཡང་དེ་ཡིན་དུས། དེ་འདྲའི་ཆེད་སོང་བས་དེ་དེ་འདྲའི་སྒོ་ནས་དེ་ནི་ཁྱད་པར་འཕགས་པ་ཡིན་ཟེར་ཡང་འགྲོ། ད་ཉན་ཐོས་འདྲ་ཅིག་ཡིན་ན་སྤྱི་བཏང་དེ་ནས་དེ་དང་དེའི་མི་རྟག་མདོ་སྔགས་སྟོང་བདག་མེད་ལ་སོགས་པ་ལྟ་བུ་དག་དེ་འདྲའི་གི། རྣམ་བཞག་འདྲ་བོ་གཅིག་གི་ཐོག་ནས་མ་རྟོགས་པས་དེ་ནི་གཅིག་དམིགས་པ་ཆུད་ཟོར་རྒྱ་ཆེན་པོ་ལ་དེ་ནི་འཇུག་ཐུབ་ཀྱི་ཡོད་མ་རེད་གསུངས་པ་དག་དེ་ཡིན་དུས་ཐེག་ཆེན་དེ་འདྲའི་མ་ཡིན་པར་དེ་ནི་ཆོས་ཉིད་དེ་བཞིན་ཉིད་ཀྱི་དམིགས་པ་ལ་འཇུག་པ་དེ་རེད། དེ་བཞིན་ཉིད་ལ་དམིགས་པ་དང། དེ་ནས་དེའི་བཞིན་དུ་བསྒྲུབ་བྱ་ཕ་རོལ་ཏུ་ཕྱིན་པ་དྲུག་ལ་དམིགས་པ་དང། ད་ཉན་ཐོས་འདྲ་ཅིག་ཡིན་ན། ཁོ་ཅིག་སྦྱིན་སོགས། བརྩོན་འགྲུས་ལ་སོགས་པ་ལྟ་བུ་དེ་འདྲའི་ཙམ་ཅིག་ཡོད་རེད་དེ། འོན་ཀྱང་དེ་ནས་དེ་དང་དེ་དག། མགོ་དང་ཡན་ལག་བཏང་བ་ལ་སོགས་པ་ལྟ་བུའི་སྦྱིན་པ་རྒྱ་ཆེ་བ་དང། དེའི་བཞིན་དུ་དེ་ནས་དེ་དང་དེའི། མངོན་པར་ཞེན་པ་སྤང་བའི་གའི་ཚུལ་ཁྲིམས་བསྲུང་བ་ལ་སོགས་པ་ལྟ་བུ་རློམ་སེམས་མེད་པའི་ཚུལ་ཁྲིམས་བསྲུང་བ་ལྟ་བུ་དེ་འདྲའི་མེད་གསུང་དུ་བརྩམས་ནས་དེ་ལས་བསྒྲུབ་བྱ་ཕ་རོལ་ཏུ་ཕྱིན་པ་དྲུག་པོ་དེ་ལ་ཡང་དཔེ། གནས་ཚུལ་རྒྱ་ཆེ་བ་བཅས་ཀྱི་ཐོག་ནས་དེ་ནི་གནས་ནས་འཇུག་རེ་གསུངས་པ་བསྒྲུབ་བྱ་ཕ་རོལ་ཏུ་ཕྱིན་པ་དྲུག་ལ་དམིགས་པ་དང། དེའི་རྐྱེན་དུ་དེ་ནས་ད་ལྟ་འདི། ལམ་བསྒྲུབ་པའི་ཚུལ་གྱིས་དམིགས་པ་དང། ད་དེ་གསུང་དུ་བརྩམས་ནས་ད་ལྟ་འདི། སྟོང་པ་ཉིད་ཀྱི་དོན། ལྟ་བུ་དང་དེ་འདྲ་འདྲ་བྱེད་ཡིན་ན་ཡང་དེ་ཡང་དེ་ནས་དེ་དང་དེ་དག་ལམ་ཡང་དག་པར་བསྒྲུབ་པར་བྱ་བའི་ཆེད་དུ་དེ་ནི་བསྒྲུབ་པའི་ཚུལ་གྱི་དམིགས་པ། ལམ་བསྒྲུབ་པའི་ཚུལ་གྱི་དམིགས་པ་དང། ཐོས་པ་ལས་བྱུང་བའི་ཤེས་པས་འཛིན་པ་དང་དེ་བཞིན་དུ་དེ་ནི། ད་དང་དེ་གསུང་རབ་ཡིན་ལ་བཅུ་གཉིས་ཀྱི་རྒྱུད་དོན་ཆ་ཚང་བ་དེ་ལ་དང་པོ་ཐོས་པའི་སྒོ་ནས་དེ་ནི། ཡང་ནས་ཡང་དུ་དང་འཛིན་པར་བྱེད་པ་ལྟ་བུ་དེ་འདྲའི་གསུངས་པར་དེ་ཡིན་དུས་ཐོས་པ་ལས་བྱུང་བའི་ཤེས་རབ་ཀྱིས་འཛིན་པར་བྱེད་པ་ལྟ་བུ་དང། དེའི་རྐྱེན་དུ་དེ་ནས་དེ་དང་དེའི་བསམ་པ་ལས་བྱུང་བའི་ཤེས་པས་ངེས་པར་འཛིན་པའི་དམིགས་པ་དང་དག་བསམ་སྦྱོང་གི་ཤེས་རབ་གང་ཡིན་པ་དེ་ཀའི་ཐོས་བསམ་གྱིས་དེ་ནས་གསུང་རབ་ཀྱི་ཚོགས་ཐམས་ཅད་གཏན་ལ་ཕབ་ཐོས་པས་གསུང་རབ་ཀྱི་ཚོགས་ཐམས་ཅད་གཏན་ལ་ཕབ་ཡོང་དུས་ཙམ་ནས་དེའི་འབྲས་བུ་དེ་ནས་བརྗོད་བྱ་རྒྱ་ཆེན་པོ་གང་ཡིན་པ་དེ་ཉིད་ལ་ནི་བསམ་པའི་སྒོ་ནས་འཇུག་པར་བྱེད་པ་དང་གསུངས་པ། དེ་འདྲ་དང།

དེའི་རྐྱེན་དུ་རབ་ཏུ་རྟོགས་པའི་དམིགས་པ་དང་གསུམ་དུ་བརྩམས་ནས་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་ཀྱི་གསུང་རབ་ཡན་ལག་བཅུ་གཉིས་ཀྱི་དོན་ཡོངས་རྫོགས་ལ་དེ་ནས་འཇུག་ཡོང་བའི་ཚེ་ན་དེ་ནི་དེའི་བསྟན་པའི་ཀྱི་བསྟན་དོན་འོ་དག་ཆོས་ཐམས་ཅད་ཀྱི་གནས་ལུགས་ཡང་དག་པར་རབ་ཏུ་རྟོགས་པའི་ཀྱི་དེ་ནི་དམིགས་པ་དེ་འདྲ་དང། རབ་ཏུ་རྟོགས་པའི་དམིགས་པ་དང། དེ་ནས་མཐོང་ལམ་ཐོབ་པའི་རབ་ཏུ་རྒྱས་པའི་དམིགས་པ་དང་དང་ཚོགས་ལམ་དང་སྦྱོར་ལམ་གྱི་གནས་སྐབས་སུ་འཇིག་རྟེན་པའི་ཀྱི་ཐོས་བསམ་སྒོམ་གསུམ་གྱི་གཏན་ལ་ཕབ་ནས་དེ་འདྲ་བྱས་ན་ཡང་ཡོངས་འདུ་བརྩམས་ནས་དེ་ནས་མཐོང་ལམ་གྱི་གནས་སྐབས་སུ་ཡང། འོ་ད། སྟོང་ཉིད་ཀྱི་དོན་ལ་བློ་ཁ་ཤེས་རབ་ཀྱི་སྣང་བ་རབ་ཏུ་རྒྱས་པའི་སྒོ་ནས་དེ་ནི་མིག་ཡོང་གི་ཡོད་རེད་གསུངས་པ་རབ་ཏུ་རྒྱས་པའི་དམིགས་པ་དང། དེ་བཞིན་དུ་ས་བདུན་པའི་བར་དུ་རྣམ་པར་རྟོག་པའི་དམིགས་པ་དང་ད་ས་བདུན་པ་བར་དུ་འདི་རྣམ་རྟོག་གི་དམིགས་པ་གསུངས་དུས་ཙང་ནས། དེ་ནི་ད་ལྟ་འདི་ད་མཚན་འཛིན་གྱི་རྣམ་པ་ཡོད་པ་དང་དེ་བཞིན་དུ་དེ་ནི་ས་བདུན་པ་གི་བར་འདྲ་ཅིག་ཡིན་ན་ད་དུང་དེ་ནི་ད་ལྟ་འདི་གསུང་རབ་ཀྱི་དོན་དེ་དག་ཐམས་ཅད་ལ་ཐོས་བསམ་གྱི་སྒོ་ནས་འཇུག་པ་ལྟ་བུ་དང་དེ་བཞིན་དུ་གསུང་རབ་ཀྱི་ཚོགས་ལ་བརྟེན་པ་དེ་འདྲ་ཡོད་རེད་གསུངས་གི་ཡོད་རེད་བ་དེ་འདྲ་ཡིན་དུས་ཙང་ནས་ས་བདུན་པའི་བར་དུ་རྣམ་པར་རྟོག་པའི་སྒོ་ནས་དམིགས་པ་དང། ད་དམིགས་བསལ་ཡོད་དེ། ད་ཅིག་གོང་དེ་ཞེས་པའི་སོ་ནམ་ཡིན་ན་བཅུ་གཉིས་ཀྱི་བསྟན་དོན་དེ་ཚོ་ལ་གསུང་གི་ཡོད་རེད། དེ་ནས་ས་བརྒྱད་པ་ལ་མནར་དུ་འདུག་པའི་དམིགས་པ་དང་ཡོངས་སུ་ལོད་ད་ས་བརྒྱད་པ་ལ། ད་ལྟ་འདི་མཚན་འཛིན་གྱི་རྩོལ་བ་ཡོངས་སུ་རྫོགས་པ་དེ་ནི་གྲོར་ཟིན་པ་ཡིན་པར་དེ་གྲོར་སོང་བ་ཡིན་དུ་ཙང་ནས་མནར་དུ་འདུག་པ་སྲིད་དུ་ཞི་བར་གནས་པའི་གི་དོན་གྱི་ཐོག་ནས་དེ་ནས་ཤེས་བྱའི་གི་ཆོས་འདི་དག་ལ་དམིགས་པ་དང་མཚུངས་པ་མནར་དུ་འདུག་པའི་དམིགས་པ་དང། དེ་ནས་ས་དགུ་པ་ཡན་ཆད་སོང་དུས་ཙང་ནས་ད་ལྟ་འདི་ས་དགུ་པ་དང་བཅུ་པ་དང་སངས་རྒྱས་ཀྱི་ས་གསུམ་ག་ལ་སྦྱར་དགོས་རེད་ས་དགུ་པ་ལ་སོ་སོ་ཡང་དག་པའི་རིག་པ་བཞི་ཐོབ་ཡོང་གི་ཡོད་རེད། དེ་ཡིན་དུས་ཚོད་ནི་འཕུར་ལྗོངས་མི་འབོར་གཅིག་ཆགས་ཡོང་གི་ཡོད་རེད་ས་བཅུ་པ་འདྲ་ཅན་ནི་ལས་ལ་དབང་བ་ཟེར་ཡ་དེ་ཐོབ་ཡོང་དུས་ཚང་ནི་འཕུར་ལྗོངས་མི་འབོར་གཅིག་ཆགས་ཡོང་གི་ཡོད་ད་སངས་རྒྱས་ཀྱི་ས་ལ་སྒྲིབ་གཉིས་དེ་རིང་བག་ཆགས་དང་བཅས་པ་ཡོངས་སུ་རྫོགས་པ་ཟད་སོང་བ་ཡིན་དུས་ཚང་ནི་ཤེས་བྱའི་གི་ཆོས་ཐམས་ཅད་ལ་འཕུར་ལྗོངས་མི་འབོར་ཆགས་སོང་བ་ཡིན་དུས་ཚང་ནི་དེ་ནི་འཕུར་ལྗོངས་གི་མི་འབོར་ཟེར་ཡ་རེད་ད་ས་དགུ་པ་དང་བཅུ་པ་འོ་ད་བཅུ་གཅིག་དེ་ཚོ་ལ་སྦྱར་ནས་གསུངས་ཡོང་གི་ཡོད་ས་རེད་ནུས་པ་ཡིན་པར་འདོད་དོ། འོ་ད་དེ་ཡིན་ཆད་དེ་གི་དེ་ནི་ཟོན་དེ་ད། དམིགས་པ་བླ་ན་མེད་པ་ཟེར་ཡག་དག་དེ་བསྟན་པ་ཡིན་ས་རེད་ངོ་བོ་དེ་འདྲ་བཞག་ན།